ནང་བསྟན་ཆོས་ལུགས་གཉིས་ཀ་རེད་ཐོག་ཆེན་པོ་མཆིས། འདི་གཉིས་ཀ་གི་ད་འཛམ་གླིང་གི་མྱི་གི་བསམ་བློ་བཅོས་ཐུབ་ཀྱི་རེད། དེའི་སྟེང་ནས་ད་གཟོད་ནང་བསྟན་ཆོས་ལུགས་བཏང་སྐབས་འཛམ་གླིང་གི་སྟེང་གི་ནང་བསྟན་གི་ཆོས་ལུགས་གི་ཁོག་རྟིག་ས་བོ་བོད་མི་རིགས་རེད་ད། ད་ས་བོ་རྒྱ་གར་བྲེལ་བྲེལ་ར་ཡིན་ན་ཡང་རྒྱ་གར་ནས་ཉམས་སོང་ནོ་རྒྱུ་མཚན་གི་བཏང་སྐབས་གི་ཁྱོད་བོད་མི་རིགས་འཛམ་གླིང་གི་ནང་བསྟན་ཆོས་ལུགས་གི་ཁོག་རྟིག་ས་བོ་རེད། དཔེར་ན་དབུས་ཕྱོགས་དེ་ལྟ་བུའི་རིན་པོ་ཆེ་འཛམ་གླིང་ན་མེད་ནོ། འཛམ་གླིང་ན་ཚང་མ་གི་ད་ཆིལ་གི་དགོས་གི། དེ་སློབ་སྦྱོང་ཡིད་ཆེས་ལ་སོང་བའི་ད་བསམ་བློ་གཅིག་གྱུར་དགོས་ཀྱི་རེད། དུ་ཟེར་ཁོ་ན་དབུས་ཕྱོགས་རང་གི་ཡོད་ནི་འདོག་གི། དུ་རང་གི། ལྷུང་འཇུག་ཡ་འཇོག་ཐུབ་གི་ཡོད་ནི་མ་རེད། དུ་རང་གི་བསམ་བློ་ནི་ང་ཚོས་འཇོག་ཐུབ་གི་ཡོད་ནི་མ་རེད། དེའི་ཡོན་ཏན་དུ་ཡོད་ནི་མ་རེད་དེའི་ཤེས་བྱ། དེའི་རང་གི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་གི་གསེར་ལྟ་བུ། འདི་ལྟ་བུ་མི་ང་ཟིག་གི་ཁ་རང་བཞག་ནི། དེའི་རྒྱུ་མཚན་གི་ད་གི་ཆུ། ཨོ་ད་མི་རིགས་འདི་ཡར་རྒྱས་གོང་འཕེལ་ལ་འགྱུར་རྒྱུ་བསམ་བློ་གི་འདུ་ཤེས་གཅིག་རྗེས་ར་ཡོང་གི་མེད་ནོ་ཚང་མ། ཨོ་ད་འདི་མི་གི་སློབ་གསོ་གི་བརྒྱུད་རིམ་མ་འདྲ་ནི་སློབ་གསོ་ཐོབ་རྒྱུ་གི་དུས་ཚོད་མ་འདྲ་ནི་རེད། དེ་གི་གི་ཆུ་མི་ང་ཟིག་གི། ཨོ་ལེ་ཆོས་ལུགས་མི་རིགས་གོ་གི། ཆོས་ལུགས་ཟེར་གོ་ནི་འདི་བོད་མི་རིགས་འདི་བ་གི། ཨོ་ལེ་དར་རྒྱས་གོང་འཕེལ་ལ་འཇོག་གི་མི་འཇུག་ཅི་ཟིག་རེད། ཨོ་ལེ་བླ་མ་མི་རིགས་གོ་གི། གྲྭ་བ་མི་དགོ་གི། སི་ཀི་ཡོ་ནི་རེད་མ་གཟིག་གི། ཁག་པ་ནི་མ་རེད། རྒྱུ་མཚན་ཆི་ཟིག་རེད་དེའི་དང་ནི། གང་གི་ཁོག་པ་ཏི་མི་དགོ་ནུ་གི་སོང་འཇིག་ཏི་ཞག་པ་ནི་རེད་དེ། ཁིར་གི་ཏི་རྒྱང་གིས་སོང་ནི་རེད་མོ། ཁི་གི། འུག་གི་སོང་འཇིག་ཞག་པ་ནི་མ་རེད་ཁིར་གི། ཆི་ལིག་སེ་ཀོ་ནུ་འདི་ཏི་གི་རེད། ཆི་ལིག་སེ་ཀོ་ནུ་འདི་མི་དགོ་གི་སེ་ཀོ་ནུ་གི། སོང་འཇིག་ཏི་ཏག་ཏག་ཞག་ཞག་པ་ནི་རེད། ཏི་ཆི་གི་ཧ་མ་གི། རང་གི་ཧ་མ་གི་ཞག་ནི་རེད་མོ་ངོ་མ་བྱ་ན། ཧ་མ་བྱ་བུ་གི་སློབ་གྲྭ་འདམ་ནི་ཧ་མ་རེད་མོ། ཧ་མ་ཆ་བོ་བསམ་བློ་མ་ཡོད་ནི་རེད། ཧ་མ་ཆ་བོ་གི་ཡོན་ཏན་མ་ཡོད་ནི་རེད། ཧ་མ་ཆ་བོ་གི་རྒྱང་རིང་མ་རིག་ནི་རེད། སྙིང་གི་ཁར་སྒོ་མ་གཏོགས་མ་རིག་ནི་རེད། ཨོ་ལེ། ཡིན་རང་ང་ངུ། ཨོ་ལེ་བུ་བུའི་དྲུག་འདི་ཡིན་རང་ང་ཕན་ཐོགས་རྒྱུ་གི། ཨོ་ལེ། རིག་སྙིགས་གཟུགས་ཀྱང་གོ་ན་ཆུ་གཟུགས་ཀྱང་གོ་གི། ཅི་མ་ཤེས་ནི་རེད། ཁག་བོད་ཀྱི་མ་རིག་ཆུ་བོ། ཡོན་ཏན་ལྗང་མ་རྙོག་ནས་འབྲོག་པ་རོང་འབྲོག་མང་ཚོགས་འདི་མོ་ཏག་ཏག་རེད། བོད་འབྱོར་ཁ་ཡི་སྐྱི་ནག་གི་ཆུ་བོ་གི། ཨོ་ལེ་པེ་ཅིང་གི། དུག་ཤིང་ང་པེ་ཅིང་འདི་བཟའ་ང་བ་མོ་ན་པེ་ཅིང་ག་སོང་ངས། ཨོ་ལེ་པེ་ཅིང་གི། ཅིག་ཨ་མ་ཚགས་ཤིང་མཐོན་པོ། ཆེས་མཐོ་བའི་ཨ་མ་གི། ད་ཅིག་ཚོགས་པ་ཟེར་གྱི་དི་མི་ལོག་གི། ཆེས་མཐོ་བའི་ཨ་མ།

ཨོ་ལེ་ཁྱི་སྤྱང། ཨོ་ལེ་ཁྱི་སྤྱང་གི་ཚོགས་པ་འདིའི་མྱང་ང། ཆེས་མཐོ་བའི་ཨ་མ་ཚོགས་པ་ཟིག་གི་ཡོད་གི། ང། ཆེས་མ་མཐའ་མུ་ད། ཨ་མ། འདི་མུ་གི་ཁྱི་ཚི་མཐོན་པོ་ཅི་ཨ་མ་ཙ་ཡ། ང་དགོས་ནུ་འདི་ཡིན། ཁྱི་ཟ་རེད་ཟིག་དང་ན་ངི་དང་མ་བྱ་ནུ་དེ་རེད་བུ་མོ་སློབ་གྲྭ་འཛི་ཀོ་བྲི་ས་ཚོ་ར། བུ་མོ་སློབ་གསོ་ནི་ཨ་མའི་སློབ་གསོ་ཡིན། ཨ་མའི་སློབ་གསོ་ནི་མིའི་རིགས་ཀྱི་ཆེས་ཐོག་མའི་སློབ་གསོ་ཡིན། ཉི་ཟིག་གི། མི་རིགས་ཀྱི་བསམ་བློ་དང་མི་རིགས་དར་རྒྱས་གོང་འཕེལ་ལ་འཇོག་དགོས་དང་ན་ཡིན་དང་མིན་དང་ཨ་མ་ཆུ་ཚོད་ཅན་ཨ་མ་བསམ་བློ་བ་ཨ་མ་བྱང་སེམས་པ་འོ་ལེ་ཨ་མ་དགའ་གཟིགས་འོ་ན་དེ་ཤ་ཞིག་ཏུ་སྐྱེས་སངས་ཐ་བ་ཟིག་ངི་ཏི་རི་ས་ཚོ་ར་ཏི་ཟིག་ནི་ངི་ཏི་གི་ཨ་མ་ཏི་ཟིག་ད་ལི་སྐྱེས་སངས་ཡི་གི་ཡོ་དེ་རང་ཁྱི་ཆོ་གི་འདི་ང་ལྡན་ཞིག་ཡིན་ན་ང་ཞིག་གི་དགའ་གི་ཡོ་དེ་དང་རི་ས་ཚོ་ཁྱི་ཆོ་གི་ཨ་མ་ཁྱིམ་ཐོ་ཡི་ཨ་མ་གི་ཏོག་གི་ཁྱི་ཟ་ག་ཁྱིམ་ཐོ་ཡི་ཨ་མ་ཟིག་ནི་རེད་དེའི་རྒྱུ་མཚན་ང་ཅིག་ཧོར་གྲ་ཟིག། ངས་སྔ་ན་ཧ་ར་ཁུ་རི་ཏྲོ་ཏྲི་ནི་ཨོ་ལི། ཏྲོ་ཏྲི་རི་ད་གཟོད་ཆེས་མཐོ་བའི་ཨ་མ་ཆི་ལིག་ཟི་ནི་རེད་ཟི་རི་ད་གཟོད་ད། ཡང་ན་བཤིག་ཁུག་གི་ཨ་ཡི། ཡང་ན་དཔོན་པོ་གི་ཨ་ཡི་ཏག་ཏག་ཨེ་ནི་རེད། ད་ཆེས་བཤིག་ཁུག་ཏག་ཏག། ཡང་ན་ཆེས་མཐོན་པོའི་མགོ་ཨ་ཏམ་ཏག་ཏག་ཨ་ཡི་ཨེ་ནི་རེད་ཏག་ཏག། ད་ཅིག་གི་ཨ་མ་ཚག་ཞིང་མཐོན་པོ་ཅན། ཏི་ཟི་ནི་རེད་ཏི་ཟི་ཀི། ཡ་ཧྲ་གི། ཡིན་ནའང་ང་ཆི་ཆོ་གི་འདོགས་སྟངས་དེ་མི་དགའ་གི། ངའི་ཏི་ཟེ་ཉིན་འགར་དེ་ངོ་མ་ད་ཏི་སྒྲ་ར་གཟིགས་ར་གླང་བཞག་ཏི། ཁྱི་ཁྱོ་གི་ཁྱི་མཐོ་བའི་ཨ་མ་མདོག་སྟངས་དེ་ང་མི་དགའ་གི། ཁྱོད་ཨ་མ་ཟེར་གྱི་ཁྱོད་ཨ་ཡིས་ཁྱི་མཐོན་པོ་ཟེར་གྱི་ན་ད་རུང་ང་ར་ངས་ཀྱང་བཤད་ཀྱི་མ་རེད། ཁྱོད་ཨ་མ་ཁྱི་མཐོན་པོ་ཟིག་དང་ན་ཨ་མ་ཧྲ་མི་ཧྲ། ཨ་མ་མཐོན་པོ་ཟིག་ཡིན་མིན་ཨ་མ་ཁྱི་ཚི་ཡོད་མེད། ཁྱོས་བུབ་ཅོག་སྐྱེས་སངས་ཡིན་མིན་ལ་ངས་ལྟ་གྱིན། ཁྱི་ཁྱོད་བུབ་ཅོག་སྐྱེས་སངས་ཡིན་ནོ་ང་གཅིག་ཧོར་བྲལ་ར། འོད་དཀྲུགས་ཆེ་ཡི་སྐྱེས་སངས་ཡི་གིའོ། ཆུ་འོད་དཀྲུགས་ཆེ་སངས་ཡི་མཐར་ཕྱིན་སོང། ད་ཅིག་ཡི། དུ་མུ་ཟི་རི་མང་ཆེ་འོད་གི་ཞལ་བཞི། ལྷོབ་ཆུང་ངུ་ན་འདྲ། ཨོ་ལེ་ལྷོབ་འདྲ་ང་འཇོག་གི་ནི་གཅིག་གཉིས་སུ་མ་གཏོགས་མེད་གི་དུ་མུ་ཏག་ཏག་རེད། མང་ཆེ་གི་དུ་མུ་ཏག་ཏག་རེད། ཨོ་ལེ། དེ་དང་ལྷ་ད། ད་ཁོང་ཁྱེད་འོད་གི་ད་ཞིག་གི་ད་སྐ་རུབ་གི་སྐ་སུ། ད་ཞལ་བཞི་སྐྱེས་སངས་ཡི་མུ་ཤི་རུབ། ད་དུ་མུ་ང་ཟིག་གི། ཨོ། ད་ཁྱི་ཆུ་ཀོ་ས་ཏི་ལྷོང་ཐ་ངི་ཏི་ཟི་ཡ་ཏི་ཉིང་གི། ཨོ་ཁྱི་ཆུ་ཀོ་ས་ཏི་ལྷོང་ཐ།

ཨོ་ལེ་ལྟ་ཞིག་གི་དེང་སྐབས་ཀྱི་ཨོ་ལེ། རྒྱ་གི་ནང་ཨ་ན་མ་ན་ཡིན་ནི་རེད་ཨོ་ལེ་ཟུར་རྒྱན་གྱི་རིག་གནས་ཁེ་རེ་སློབ་གྲྭ་ཡོད་ནི་རེད་ཡང་ཨོ་ལེ་པེ་ཅིན་ཏའོ་མཚོ་འཁལ་གྱི་ན་ཨོ་ལེ་ཟུར་རྒྱན་གྱི་རིག་གནས་ཀྱི་སློབ་གྲྭ་མང་ནི་རེད་ད་ཤ་བཞི་རྩེ་རྩེ་ཡི་རིག་གནས་འཇོག་གི་དུ་ཏག་ཏག་སོང་ད་ཨོ་ནི་ཨོ་ལེ་ད་དེ་ཡི་ད་ཨོ་ནི་དེ་རྒྱང་གི་ཟུར་རྒྱན་གྱི་རིག་གནས་རྒྱང་ས་བོ་ནང་ཨ་ཡ་མཚན་གྱི་ཤི་ཀུ་ར་མགོ་བ་གི་ཤ་བཞི་མི་ནི་འཇོག་ཐུབ་གི་ཨོ་ན་མ་ཇི་ད་ཟི་དང་ན་གང་ཞིག་གི་མཐོ་ནི་རེད་ཟུར་རྒྱན་རིག་གནས་རྒྱང་ས་བོ་རྒྱང་གི་ནང་སོང་ན།

ངི་ཆོས་གཅིག་གཞན་མཚོན་པའི་ཟུང་གཅིག་ཆེན་པོ་ཡོད་ནི་ཡོད་ནི་ར་ང་ཆེ་ཟིག་ཡོད་ནི་མ་རི་མ་གཏོ་མ་ཡི་གི་བླ་མ་དགེ་བའི་བཤེས་གཉེན་འོ་ལེ་ད་དུ་མོ་མི་ང་ཡོད་ནི་རི་མོ་ང་དུ་མོ་ཡོད་འདི་འབའ་ཅང་ཁེ་རེ་དུ་མོ་མ་རི་མ་རི་ཀྲི་རི་ཡིན་ན་ཡང་བ་ན་མི་བ་ན་རང་གི་མི་རིགས་ཀི་སྲོལ་རྒྱུན་གི་རིག་གནས་རང་གི་ཆོས་ལུགས་དུ་རང་གི་འོ་ལེ་ནང་སྙིང་རང་གི་ཟུང་གཅིག་གི་དྭངས་མ་ཟིག་གི་ནི་ཨི་ཞོག་ཞོག་ཡིན་ནི་ཅང་གུས་བྱ་བའི་ནི་རེད། ཨོ་དེའི་རྒྱུ་མཚན་གྱིས་ད་ཁྱི་གཟིགས་རེ་གཟིགས་དང་ནི་ཕན་པ་བསྒྲུབ་རྒྱུ། གཞན་ན་ཕན་གཟིགས་ཐོག་སོང་ན་དེ་ལྟར་རང་གི་མི་ཚེ་འདི་དོན་སྙིང་དང་ལྡན་པའི་བྱ་བ་གཟིགས་ཡིན་འདོར་གྱི་ཁོ་བོས། ཨོ་ལེ། མི་རིགས། ས་གནས། རྒྱལ་ཁབ་འདི། མིའི་རིགས་སྤྱི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཕན་ཐོགས་ཀྱི་བྱ་བ་གཟིགས་བསྒྲུབ་ཐུབ་སོང་ན། ད་གཟོད་ངའི་མི་ཚེ་འདི་ལ་རིན་ཐང་དང་ལྡན་པའི་མི་ཚེ་ཟིག་ཡིན། གཟི་བརྗིད་དང་ལྡན་པའི་མི་ཚེ་ཟིག་ཡིན། ཨོ་ཏི་ས་མི་ཏཱ་ལི་རང་གི་ར། མི་ང་ཟི་ཁི་ཏི་ས་མི་གོ་ཅུ་རི། ཨོ་ལེ། ཁིར་ཅོ་ཆི་ཟི་ཁི་ནི་ན་ཚན་སྙན་གྲགས་དོན་དུ་གཉེར་ཀི་ཨོ་ནི། ངི་ཅོ་ཆི་ལིག་པ་རེ། ཨོ་ལེ་ངོ་མ་བཤད་ན། སེམས་གཏིང་ན་ཡོད་ནུ་བཤད་ན། ཆི་ལིག་པ་རེ། ཐ་རག་དང་ཐམས་ཅད་མཁྱེན་པའི་གོ་འཕང་དོན་དུ་གཉེར་ནུ་རེ། སེམས་ཅན་ཐམས་ཅད་ཀུ་ཕན་ཟི་ག་ཐོག་ཨ་ཟི་སྨོན་ལམ་རྒྱག་ནུ་རེ། ཡིན་ན་ཡང་སེམས་ཅན་ཐམས་ཅད་ཀུ་ང་དང། ང་ལྟ་བུ་ཟིག་གི་སེམས་ཅན་ཐམས་ཅད་ཀུ་ཨན་དག་རྒྱུ་ཞིག་གི་བཀའ་མོ་རེད། ཨོ་ལེ། བ་ནི་མ་རེད། ཡིན་ན་ཡང་རང་གི་ནུས་བ་ཡོད་ཚུལ་གུ། རང་གི་ཕན་ཐོག་ཐོག་གི་ཕན་ཚུན་ཐོག་བྱས་ན། ཨོ་མི་ཚེ་འདི་མ་མཐའ་ཡིན་རུང་སྟོང་ཟིག། ཁོ་ཐག་ཅིག་ཡིན་གྱི་མ་རེད། ཨོ་ལེ། འདི་མོ་གི་བསམ་བློ་གི་འཛིན་སྟངས་ར་འདི་མོ་ག་གི་བྱ་བ་སྒྲུབ་ཀི་ཡོད་ནི་རི་མ་གཏོགས། ཨོ་ལེ། ཨོ་ལེ། ངི་ཆོ་གི་སློབ་གྲྭ་ཟིག་སྒྲུབ་བཏང་ན་ད། ངི་ཆོ་ཤི་ཁུག་གི་ལོག་འཇོག་རྒྱུ་རེད། ཡང་ན་ངི་ཆོ་མཚན་སྙན་གྲགས་བརྒྱུད་འཇོག་རྒྱུ་རེད། དི་མོ་གི་བསམ་བློ་གི་ཚིག་ནི་ཡིན་ན་འདི་མོ་ཟིག་ཡོང་ནི་ར་མ་རེད། ཨོ་ལེ། འདི་མོ་ཟིག་རྒྱུགས་ར་ཐུབ་ནི་མ་རེད། ཨོ་ལེ། ད་ཅི་ཁྱི་ཆོ་གི་བྱ་ད། བསམ་པ་བཟང་ན་ས་དང་ལམ་ཡང། བཟང་བསམ་པ་ངན་ན་ས་དང་ལམ་ཡང་ངན་ཟེར་དགོས་མོད། བསམ་པ་གཟིགས་གཟིགས་བཟང་དང་ནུག་གི་རྒྱུ་མཚན་གྱི། བྱ་བ་སྒྲུབ་ཀྱི་ནུག་ར་ལ་མ་འཇོག་གི་ཡོད་ནི་རྟག། དེ་ཆི་ཟིག་རེ་ཟིག་བཏང་ན་ངན་ན་རང་གི། འོ་ལེ་འདི་ལྟ་བུའི་འདི་མོ་ཟིག་སྒྲུབ་ན་ཅི་ག་ཕན་ཟིག་ཨ་ཐུག་ཨ་འདོད་ཅིག་གི། དེ་ལྟ་བུའི་ཀི་སློང་གཡོག་པ་ཟིག་ཡོད་ནུག་གི་རྒྱུ་མཚན་གྱི། འགྲུབ་ཀྱི་ཡོད་ནི་རེད། ཀི་སློང་གཡོག་པ་མེད་ན་འགྲུབ་ནི་མ་རེད། འོ་ལེ། འགྲུབ་ནི་མ་རེད་ཐག་ཆོད་ཡིན་ནི་རེད། ནང།